དང་བླངས་བྱུང་ཚུལ་གྱི་གནས་ཚུལ་ལ་དཔྱད་པ་བསྐྱལ་ནས། གལ་ཆེ་བའི་མི་མང་ཉུང་འདོད་ཡོད་མཁན་ཚོ་ལ་ཕན་ཐོགས་ཀྱི་མེད་འགྲོ་བསམ་འུར་འུར་ཏིག་ཏིག་བྱས་ཏེ། རྒྱུ་མཚན་སྙིང་ཐོག་ལ་ཞུགས་ཡོད། རྒྱུ་མཚན་དང་པོ་དེ་ག་རེ་ཡིན་ཟེར་ན། ད་ལྟ་རིང་འདིའི་རྒྱ་གར་སྲིད་གཞུང་གིས་ཨ་ནི། འཛམ་གླིང་ཡུལ་གྲུ་གང་དུ་ལ་ནང་བག་གི་མཐུན་ཚོགས་ཚོགས་ཆེན་དེ་འཚོགས་པ་དང་ཚོགས་མགོན་རྙིང་པ་ལ་དེ་ནས་སྐྱབས་མགོན་རིན་པོ་ཆེ་པ་དང་པོ་ལ་ཨ་ནི་འོ་ན་རེང་དུ་མི་ཏིག་གི་བཀའ་སློབ་གནང་འོ་དེ་འདྲའི་ཆེད་ད་རེང་ནང་བག་གི་ཚོགས་ཆེན་དེ་གཟི་བརྒྱད་དང་ལྡན་པ་འཚོགས་ཡོད་རེད་དེ་འདྲ་ཡིན་དུས་ད་རེང་འདི་ནང་བག་གི་ཚོགས་ཆེན་དེ་ལ་ཨ་ནི་འཛམ་བུ་གླིང་གི་དེ་ནི། བླ་ཆེན་དང་མིང་ཡོད་པ་དང་རྒྱ་སྐད་སོ་སོ་སོ་སོ་གི་མ་གཏོགས་གང་བྱུང་མང་བྱུང་ཚོགས་པ་དུ་ནོར་ལ་ཞུགས་ན། ཞུ་ཡག་གི་དེ་ཡོད་མ་རེད་གདན་ཞུ་ཡོད་མ་རེད་ད་ལྟའི་དུས་ནོར་ལ་དཔེ་ལས་དཔེ་ཆ་བཞག་ཤིག་ན་སྤྱང་གང་རིན་པོ་ཆེ།

ག་རེ་སློབ་སྦྱོང་ཡོད་ཟེར་ན་རེད། ག་རེ་བརྗོད་ཡོད་ཟེར་ན་རེད་ག་རེ་དཔང་རྒྱག་ཡོད་ཟེར་ན་ངོ་སོ་ལུང་པ་དེ་ནི་རྒྱ་གུང་ཁྲན་གྱི་བཙན་འཛུལ་བྱས་ནས་ཟ་ནས་མི་ལོ་བདུན་གྱི་དོན་སོང་འགྲོ་དགོས་བ་རེད། འོ་དེ་འདྲ་ཡིན་ཚ་དེ་ཐ་མག་གི་ཐུགས་བསམ་ཡག་པོ་གནང་ནས་བང་ལེན་བསྟན་སོགས་ཀྱི་ཐོག་ཟེར་ནས་སྤྱི་ཚོགས་དེ་ལྷིང་འཇགས་ཡོང་བ་གྱི་མ་སོགས་དགོས་དགོས་རེད་མ་ཟད་ད་འདྲ་བའི་ཆོས་བརྒྱུད་བཤད་ཟེར་ནས་ཨ་ནི་མི། སྐྱ་བོ་མུན་ནག་ཅིག་ལ་ཨ་ནི། གདན་ཐོག་སྤྲད་དགོས་ཟེར་ཡ་དོ་སོ་གདན་ཐོག་སྤྲད་མི་འདུག་དགའ་མི་དྲག་དོ་ཞེས་དོ་སོ། གཞི་རྩ་ལ་གནས་མེད་པ་ཅིག་གིས། རྣམ་པ་དོ་སོ་དེ་འདྲི་དགོས་བ་མ་རེད་ཞུ་ཡ་དེ་ཡིན། དེ་ནི། འོ།

ཅེ་ཉང་རྟ་མགྲིན་གྱི་ཐོག་སུ་ནས་གནང་པ་དེ་ནི་བོད་པ་མི་རིགས་དེ་གི་རྡོག་རྩ་གཅིག་སྒྲིལ་ཡོད་པ་དང་དངོས་སུ་ག་ལ་ད་བསྟན་ཡོང་དུས་ཨ་ནི་རྒད་པོ་ཡིན་ཟེར་ན་ད་གཞོན་སྐྱེས་སུ་ག་འདྲི་བྱེད་ཡོང་ནའང་བསམ་ད་ད་རེས་པའི་ཡིད་ཆེས་དང་འདྲ་ཞིང་གཞོན་སྐྱེས་ཡོངས་རྫོགས་དེ་ད་རང་དྲ་རྒྱ་ག་ལ་ཐོན་ནས་རང་ཐག་རང་གཅོད་ཀྱི་རྣམ་པ་དེ་ཚོ་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡ་གཅིག་དང་ཨ་ནི་ཧེ་མ་ལ་ཡ་གི་རི་རྒྱུད་དུ་སོ་གས་དང་སྐྱབས་མགོན་རིན་པོ་ཆེ་ལ་དད་པ་ག་ཚད་ཡོད་པ་དེ་འཛོམས་པོ་གླིང་ལ་བསྟོད་ནས་རྒྱ་མི་གུང་ཁྲན་སྙིང་ཁེ་བ་གི་ཆགས་དུ་ང་ཚོ་གཟི་བརྗེད་ཆགས་དུ་ཡོད་རེད་བོད་ཕྱི་ནང་གཉིས་དེ་ད་གསལ་འགྲེལ་གནང་དགོས་གི་མ་རེད་ཞུ་ཡ་འོ་དེ་གཅིག་ཡིན། དེ་ནས་ད་ད་སོང་དེ།

བའི་ཨོ་རེད་ཨ་ནི་ཀྱི་བྷིརི་རི་རེད་ཨེ་ཤོ་རེ་རེད་ནོ་སྦེལ་རླུང་འཕྲིན་ལས་སྐོར་བྱེད་མེད་སྙུང་འཛུགས་དུག་གསོག་ཚང་མ་ངོ་སོ་ཆགས་སྲེད་ཀྱི་དོན་དག་ལ་ཁོ་ནི་ཆེ་བའི་དུག་གསོག་ལ་དམའ་འབེབས་གཏོང་ཡག་གི་ཨ་ནི་ཁོ་སོག་གི་གོ་སྐད་གླེང་ནི་འདྲ་མི་འདྲ་ཤེས་དུག་གསོག་ཐུག་ས་ད་ད་ག་པ་ཐུག་ཤེས་ད་ངོ་སོ་ད་ད་གསལ་པོ་ཆགས་དུ་ཡོད་རེད་ཞུ་ཡག་གི་ཡིན་དེ་འདྲ་ཡིན་ས་དེ་ད་ད་དེ

མ་ནག། ནང་པའི་ཁྱུ་ཚོགས་ཚོགས་ཆེན་དེ་ཚོ་ལ་བསྟན་པ་ལགས་པའི་ཞལ་ནས་ཡང་མི་གང་ཟག་ཅིག་ལ་ཡང་བདེན་ཐོག་མ་སྤྲད་པ་དང་སྐུ་ཕྱྭ་མ་རྒྱལ་པོ་ལོ་ཡང་དེ་འདྲ་ལས་པ་དང་བརྫུན། གང་ཡང་བསྟན་པ་ལགས་ཀྱི་གནང་ཡོད་མ་རེད་གནང་ཡག་གི་དབང་ཆ་ཁོ་རང་ཡོད་མ་རེད། ད་རིང་དེ་གི་བདག་པོ་དེ་སུ་རེད་ཟེར་ན་རྒྱ་གར་གཞུང་རེད་རྒྱ་གར་ནང་པའི་ཁྱུ་ཁྱུ་ཚོགས་ཀྱི་ཚོགས་ཆེན་དེ་སྐོང་མཁན་དེ་གི་བདག་པོ་རེད་མི་སྲིད་དོ་སི་གང་ལ་བྱེད་དོགས་ཡོད་མ་རེད། ཨོ་དེ་འདྲའི་ཚ་དུག་སོགས་རྫུན་རེད། དེ་དང་ཞོག་ཅིག་ད། སྐྱབས་མགོན་རིན་པོ་ཆེ་ལ་ཐད་ཀར། མདོང་སོགས་ཁ་བྲལ་སྤྲད་མི་གསུང་ཟེར་གྱི། ཨ་ནེ་རྒྱུ་མཚན་སྤེལ་མ་ལ་ཡང་ཞེ་མེད་སྙུན་འཛུགས་བྱེད། ཨ་ནེ་རྒྱུ་མཚན་སྤེལ་མ་གི་སྲས། བསྟན་འཛིན་ལགས་ལ་ཨ་ནེ་ས་དང་སྙུན་འཛུགས་བྱེད་ཟེར། ད་བཅུ་ཕྲུག་གྲོས་ཚོགས་ནས་སོང་སྟེ་ད། སྙུན་འཛུགས་བྱེད་ཨ་དུག་སོགས་བདེན་པ་རྩ་བ་ཉིད་ནས་མ་རེད་རྣམ་པ་སོགས་དེ་འདྲའི་སྨྲ་གནང་རོགས་ཞེས་ཞུ་ཡ་རྒད་པོ་གིས་ད་ངོ་སོ་ཡག་པོ་གྱི་ཚུལ་ཆགས་ན་ཡག་གི་རེད་བོད་པ་རེད།

ལྟ་བ་ག་རེ་གི་ཐོག་སུ་ནས་དམིགས་ཡུལ་བསྐྱངས་ན་ཡང་བོད་སྤྱི་བའི་རྩ་དོན་དེ་མ་ལོས་པ་ཅིག་སྣང་ས་རེད་བསམ་ས་ཅིག་ད་ཡིད་ཆེས་འདྲ་བོ་ཅིག་དེ་འདྲས་ཅིག་སླེབས་སོང་འོ་དེ་འདྲས་ཅིག་ཞུ་ཡ་ཡིན། ཨ་ནེ་ལེ་ཆོས་འབྱུང་ལ་ད་ངོ་སོ་ཟེར་ཟོལ་ཞུ་བོ་ཅིག་མ་བཤད་ན་ད་ལྟ་བང་ཆེན་གི་ཨ་ནེ་བཀའ་སློབ་སྒྲ་གཏང་གནས་ཚུལ་དེ་ཚོ་བཀོད་གཏང་ན་དོན་དག་རྡོག་རྡོག།

སྐྱོན་སོགས་ཏུ་ལྷིང་འཇགས་དང། སྐྱབས་མགོན་རིན་པོ་ཆེའི་ཐུགས་ཀྱི་བཞེད་དགོངས་མཐའ་དག་ལྷུན་གྱིས་འགྲུབ་པ་བཅས་ཚང་མ་གི་ནུས་པ་མཉམ་སྤུངས་བྱེད་རོགས་ཞེས་ཞུ་ཡ་དེ་ཡིན། སྐྱབས་མགོན་རིན་པོ་ཆེ་ལ། ཁོང་སངས་རྒྱས་རེད། རེ་བ་སྐྱེན་ཕ་ཁྱེད་ག་རེ་ཡོང་སོང་ན་གང་ཡང་གནོད་ཐོག་གི་མ་རེད། སྐྱབས་མགོན་རིན་པོ་ཆེ་འཕགས་པ་སྤྱན་རས་གཟིགས་ཀྱི་འདུ་ཤེས་མཆོག་ཏུ་གྱུར་པ་བཅས་བླ་ན་མེད་པའི་གོང་ན་མེད་པའི་རྒྱུ་རེ་བ།

སྐུ་ཚེ་ལ་བར་ཆད་མ་ཡོང་པར་ཚང་མ་གི་ཕྱར་བ་གྲུ་འདེགས་བྱེད་པ་དང་ཡོང་གི་ལྷག་པར་གྱི་ཧེ་མ་ལ་ཡ་གི་རུས་རྒྱུད་མི་མང་ཚོགས་སོགས་ལ་བཀའ་དྲིན་ཆེ་གུས་པས་འཇམ་དབྱངས་བསྟན་འཛིན་རྒད་པོ་ནས་ཁྱེད་རང་སོང་གང་ནས་གང་དུ་ཕར་བ་བཅད་ཀྱི་ཨ་ནི་འོ་ལ་འགྲོ་རྒྱུག་བ་དང་ལས་ལངས་ཕྱོགས་སུ་བྱོས་པ་བཅས་ཡོང་བ་གི་འོ་རྒད་པོ་གི་སྨོན་ལམ་དེ་འདྲས་ཀྱི་ཡིན་ད་དེ་ཞུགས་དེ་ལ་དེ་འདྲས་ཀྱི་ཡིན། བདག་སོགས་སྙིང་གི་གསུང་སོགས་བཏགས་མིན་ཅི་ཡིན། བཀའ་བཞིན་བགྲོས་པའི་ཆོས་པ་རབ་གཉེར་ནི་ཀུན་བཟང་སྐྱེས་མཆོག་རྒྱ་མཚོ་མཐའ་སོན་ཤོག་སྨད་རྒྱུད་གསེར་གྱི་རྒྱལ་བའི་བྱིན་ལེན་དང་རྟེན་འབྲེལ་བསླུ་བ་མེད་པའི་བདེན་པ་བདག་གི་ལྷག་བསམ་དག་པའི་ཐུགས་ཐོགས་ཀྱི་སྨན་པའི་དོན་ཀུན་བདེ་བླག་མྱུར་གྲོལ་ཤོག། བདག་དེ་ནི། ནག་ཕྱོགས་བར་ལ་འདོགས་པར་སྐྱེས་སོ་སྨོན་ལམ་ལོག་པའི་རྒྱལ་བའི་བསྟན་པ་ལ་འཁོལ་བའི་ནག་ཕྱོགས་གཟུགས་ཅན་གཟུགས་མེད་དེ་སངས་ཀྱང་ངེས་པར་འཇུག་པ་མ་ལུས་པ་ཕྱོགས་མཚུངས་བདེན་པའི་རྩལ་ནི་སྐྱེ་གྱུར་ཅིག།